ཀརྨ་པ་མི་རྒྱུད་རྡོ་རྗེ་ཞུ་ཨག་གིས་ཀརྨ་པ་དེ་ལ་འགྲེལ་བཤད་ཞུས་པའི་མི་སྣ། ད་ཀརྨ་པ་དེའི་འབྱུང་ཁུངས་ཨ་ནི་ཁ་སང་ཞུས་པ་ནང་བཞིན་ད་དེ་ཆགས་བསྡད་ཀྱི་བ་རེད། ཡིན་ན་ཡང་ད་ཀརྨ་པ་ཞེས་པ་འདི་ཞེས་པའི་ནང་ལ་ཀརྨ་ཟེར་ཨ་དེ་བོད་སྐད་ཆགས་ཀྱི་བ་དེ་ལིག་སྦྱར་གྱི་སྐད་ཆགས་བསྡད་ཡོད། ལིག་སྦྱར་གྱི་སྐད་ཀྱི་དོན་དག་དེ་བོད་སྐད་དུ་བསྒྱུར་བ་ཡིན་པས་ན།

དེ་རིང་ཡུལ་གཙང་ནས་བོད་པ་མང་པོ་ཅིག་གིས་སྐར་མ་ཟེར་ཡ་དེ་ལི་སྦྱར་གྱི་སྐད་ཡིན་པ་དེ་ཕ་ཅིའི་མཁྱེན་གི་ཡོད་སེམས་མོ། དེ་རིང་ཡུལ་འདི་བོད་སྐད་རེད་བསམ་ནས་ང་ལི་ཡ་ཡི་གེ་དེ་འདྲའི་བཏང་པའི་སྐབས་རེ་ཨ་ནི་ཤོག་ཆག་དེ་འདྲའི་སྤྲད་དུས་ས་ནས། དེ་ནས་སྐར་མ་ཟེར་ཡ་དེ་འདྲ་མི་འདྲ་དེ་འདྲ་ཞེས་པ་དེ་འདྲ་བྲིས་ཡོང་དགོས། སྐར་མ་ཟེར་ཡ་ས་སྐར་ཟླ་སྐར་ར་སྐར་བྲིས་ནས་ནམ་མཁའི་སྐར་མའི་གི་སྐར་བྲིས་བཞག་པ་དེ་འདྲའི་ཡོང་དུས་འདུག།

ད་དེ་ནས་མི་རྒྱུད་རྡོ་རྗེའི་ཞུ་བ་འདི། ཀརྨ་པ་ཀུན་འདྲིན་དགེ་འཕེལ་གྱི། ད་ཡོངས་གྲགས་ཀྱི་མཚན་རུ་ཆགས་བསྡད་ཡོད་རེད། སྤྱིར་བཏང་ཁོང་གི་མཚན་ཆ་ཚང་ལ་ཡང། ག་རེ་ཞུ་དགོས་རེད་ཟེར་ན། དཔལ་ལྡན་ཆོས་གྲུབ་གྲགས་པ་ཕྱོགས་ཐམས་ཅད་ནས་དུས་ཀུན་ཏུ་སྣ་ཚོགས་པ་རྣམ་པར་རྒྱལ་བ་མི་རྒྱུད་བཟང་པོ་རྡོ་རྗེའི་དགའ་བའི་དབྱངས་བྱེད་ཅེས་ཞུ་གི་ཡོད་རེད།

ཡང་དག་པར་རྫོགས་པའི་སངས་རྒྱས་སའི་ཨ་རོག་ད་དེ་འདྲས་ཀྱི་མཚན་གྱི་རྣམ་གྲངས་བཅུ་ཙི་ཡོད་པ་ཅིག་གསུང་གི་འདུག་བ། ད་དེ་ཚོ་ག་རེ་མཚོན་གི་འདུག་ཟ་ན་ད་ཅིག་སྐྱེས་བུ་དམ་པ་དེ་ཚོའི་གི་ད་ཡོན་ཏན་དེ་ཅིག་མཚན་གཅིག་ཙམ་མམ་མིང་ཙམ་གཅིག་ཙམ་ཞིག་གི་མཚོན་མི་འདུག་བའི་ཡོན་ཏན་དེ་རྒྱ་ཆེ་དྲག་རུ་ཆོས་ཅིག་དེ་འདྲས་གི་ཐོག་ནས་ཅིག་ག་རེ་བྱུང་རེད་དེ། པའི།

ཆོས་གྲུབ་བཟང་པོ་སུ་ཨན་ར་པོ་དང་ཆོས་གྲུབ་གྲགས་པ་སུ་ཨན་ར་པོ་དང་ཆོས་ཀྱི་གྲགས་པ་སུ་ཨན་ར་པོ་དང་དར་ནག་ཤི་ཀ་མ་པ་བློ་གྲོས་ཆང་སུ་ཨན་ལ་སོགས་པ་དེ་འདྲས་ཀྱི་མཚན་གྱི་རྣམ་གྲངས་མཚན་མི་འདྲ་བ་མང་པོ་ཞིག་གྲགས་ཡོད་པ་རེད། ལྷག་པར་དུ་ཁོང་གི་མཚན་གྱི་འགྲེལ་བཤད་རྩ་བ་དེ་མི་རྒྱུད་རྡོ་རྗེ་ཁོ་རང་གིས་མཛད་པ་ཡིན་པ་ལ་འགྲེལ་པ་དེ་དཔའ་བོ་གཙུག་ལག་ཕྲེང་བས་མཛད་བཞག་པ་དེ་འདྲས་བཅས་ཡོད་ཡོད་རེད། ལྟ་ཡས་པས་ནི་དེ་རིང་དུས་ཚོད་ཀྱི་དབང་གིས་ངས་འདའི་ཡ་གཅིག་འགྲེལ་བཤད་མང་པོ་ཞུ་འདེགས་མི

དེ་ལ་དང་པོ་རྣམ་ཐར་ཟེར་ཡ་ཁོ་རང་གི་གོ་བ་དེ་ག་རེ་ཡིན་པ་དེ་ང་ཚོའི་གི་ཧ་གོ་གོ་རེད་བསམ་དྲགས། རྣམ་ཐར་ཟེར་ཡ་དེ་ནི་ལེགས་སྦྱར་གི་སྐད་འབི་མོག་ཁྱ་ཟེར་ཡ་རུ་དེ་ལ་བརྟེན་ནས་བྱུང་བའི་གི་ཐ་སྙད་རུ་ཆགས་ཡོད་རེད། དེ་བོད་སྐད་དུ་དོན་བསྒྱུར་བྱས་པ་ཡིན་ན། རྣམ་པར་ཐར་པའམ་རྣམ་པར་གྲོལ་བ་ཟེར་ཡ་རུ་དེ་འདྲའི་ཆེར་གོ་གི་ཡོད་པ་ཡིན་པས། དེ་ཡང། འཇམ་མགོན། ཀོང་སྤྲུལ་བློ་གྲོས་མཐའ་ཡས་ཀྱི་རང་རྣམ། སྣ་ཚོགས་མདོག་ཅན་གྱི་ནང་ལོགས་ལ་ཡང། རྣམ་ཐར་ལ་ཡང་སྐྱེས་བུ་གསུམ་གྱི། སྒོ་ནས་རྣམ་ཐར་རོལ་འབྲིང་མཐའ་གསུམ་དུ་འཆད་ཆོག་པ་རེད་གསུངས། དེ་ཡང། སྐྱེས་བུ། ཐ་མ་ལྟ་བུའི་གི་དབང་དུ་བཏང་བ་ཡིན། ན་ནི་ལས་འབྲས་ལ་ཡིད་ཆེས་པའི་གི་དད་པ་རྣམ་པར་དག་པ་སྐྱེས་པའི་སྒོ་ནས། ནི་ངན་འགྲོའི་སྲིད་པ་ལས་རྣམ་པར་ཐར་བར་བྱེད་པའི་ཚུལ་དང། ནི་སྐྱེས་བུ་འབྲིང་པོའི་དབང་དུ་བྱས་པ་ཡིན་པས་ན་འཁོར་བ་མཐའ་དག་ལ་ངེས་འབྱུང་འཁོར་ལོ་རྣམ་པར་དག་པ་དང་ལྡན་པའི་སྒོ་ནས། ནི་འཁོར་བའི་རྒྱ་མཚོ་ལས་རྣམ་པར་ཐར་བར་བྱེད་པའི་ཚུལ་དང། ནི་སྐྱེས་བུ་རབ་ཡིན་པས་ན། གཞན་ཕན་གྱི་ལྷག་བསམ། རྣམ་པར་དག་པ་དང་ལྡན་པའི་སྒོ་ནས། སྲིད་ཞིའི་མཐའ་གཉིས་ལས་རྣམ་པར་ཐར་བར་བྱེད་ཚུལ་གྱི་དེ་འདྲའི་དགེ་བའི་ལོ་རྒྱུས་སམ་མྱོང་བ་བཤད་པ། མདོར་ན་རྣམ་ཐར་ཟེར་ཡག་དེ་རང་ཉིད་སྡུག་བསྔལ་དང་དེའི་རྒྱུ་ལས་ཐར་བར་བྱེད་ཚུལ་དང། གཞན་རྒྱུད་འཆིང་བ་ལས་གྲོལ་བར་བྱེད་ཚུལ་དེ་འདྲའི་དགེ་ལོ་རྒྱུས་ཁྱད་པར་དུ་འཕགས་པ་ཅིག་ལ་རྣམ་ཐར་ཞེས་བཏགས་པ་རེད། དེའི་རྒྱུ་མཚན་ལ་བརྟེན་ནས་ང་ཚོས་ཀྱི་སློབ་དཔོན་དཔའ་ཡུལ་གྱིས་བསྐྱེད་པ་རབ་ཀྱི་ཕྲེང་བའི་ནང་ལོགས་ལས་ག་རེ་གསུངས་འོད་ཟེར་ན། གྲགས་པའི་མཚན་མར་གྱུར་པ་བཟང་པོ་འདི་རྣམས་ཀྱིས་བདེ་བར་ཤིས་གྱུར་ལམ་རྣམས་གང་ཡིན་བསྟན་པར་འགྱུར། ཡིད་ལ་དད་པ་མེད་པ་རྣམས་ཀྱང་དད་པར་འགྱུར། ཆོས་དང་ལྡན་པའི་གཏམ་གྱིས་རབ་ཏུ་དགའ་བར་འགྱུར་རོ་བྱེད་ཅེས། ད་ག་དང་རྣམ་ཐར་ལ་བརྟེན་ནས་ཅིག། དམ་པའི་རྣམ་ཐར་ལ་བརྟེན་ནས་ཅིག་གར་ཤོར་བས་ད། ཕྱོགས་གཅིག་ནས། ཅིག།

ག་རེ་གསུངས་ཡོད་ཟེར་ན་རྣམ་པར་ཐར་པ་ཞེས་པའི་དོན་དངོས་ནས། བརྗོད་བྱ་དང་རྗོད་བྱེད་ཀྱི་རྣམ་པ་དེ་ལ་བརྟེན་ནས་མཐོང་ཐོས་ཀྱི་གདུལ་བྱ་རྣམས་ཐར་པ་དང་ཐམས་ཅད་ཀྱི་བ་ཐོབ་པའི་རྒྱུར་འགྱུར་བ་ཞིག་དགོས་པའི་ཕྱིར། ཅེས་བྱས། བདག་ག་ལྟར་གསུངས་ཡོད་པ་ཡིན་དུས་སང་བདག་ག་ལྟར། སྐྱེས་བུ་དམ་པས་ཀྱིས་ང་རང་ཚོ་རྣམ་ཐར་བཤད་པའི་སྐབས་ལ་ཡང། དེ་བཤད་དགོས་པའི་རྒྱུ་མཚན་དང། དགོས་པ་དགོས་ཆེད་ཐམས་ཅད་སློབ་དེ། རྣམ་ཐར་ཤེས་མཁན་གྱི་ངོས་ནས་ཡིན་ནའང་འདྲ་རྣམ་ཐར་ཉན་མཁན་གྱི་ངོས་ནས་ཡིན་ནའང་འདྲ་གཉིས་ཀའི་ངོས་ནས་ཧ་གོ་བར་བྱས་ཏེ། ཨ་ནི་སེམས་རྒྱུད་ལ་ཅིག། དང་བའི་དད་པའམ་ཡང་ན་འདོད་པའི་དད་པའམ་ཡིད་ཆེས་པའི་དད་པ། རབ་བྱུང་ན་གསུམ་ག་དེ་མ་བྱུང་ན་ཡང་གང་རུང་ཅིག་སྐྱེ་ཨ་ཐུབ་བརྟག་དགོས་པ་རེད།

དེའི་ནང་ནས་ད་འདི་སྐད་ཟེར་བ་དེ་ལ་ཚིག་དང་པོ་འདི་སྐད་ཟེར་བ་དེ་ལ་སྤྱི་བཏང་གི་འགྲེལ་བཤད་མང་པོ། འདྲ་མི་འདྲ་མང་པོ་གཅིག་རྒྱག་ཡོད་ས་རེད། ཡིན་ན་ཡང་དེའི་ནང་ནས་འགྲེལ་བཤད་རྒྱག་སྟངས་གལ་ཆེན་པོ་གཅིག་ག་རེ་ཆགས་བསྡད་ཡོད་རེད་ཟེར་ན། འདི་སྐད་འམ་ཡང་ན་འདི་ལྟར་ཟེར་བ་གི་ཚིག་འདི་གིས་དེ་ནི་དད་པ་བསྟན་གྱི་ཡོད་རེད་གསུངས། དེ་ག་རེ་རེད་ཞུས་པའི་མི་ན། ཨ་ནི་སངས་རྒྱས་ཀྱིས་འདི་སྐད་དམ་འདི་ལྟར་གསུངས་པ་རེད་ཅེས་བྱས། གསུངས་ཡོང་དུས་ས་ནི། ད་དེ་ལ་ཡང་དད་པ་ཡོད་ན། ཡིད་ཆེས་སྐྱེས་ནས་ཆོས་ལ་འཇུག་གུ་རུ་བ། དད་པ་མེད་ན་ནི་ཆོས་ལ་འཇུག་གུ་མེད་པར་འཇུག་གུ་མར་བ། དེ་འདྲའི་དུས་དེའི་རྒྱུ་མཚན་ལ་བརྟེན་ནས། ད་ལྟ་ལོ་ཆེན་གཞོན་ནུ་སོགས་ཀྱིས། ད་ལྟ་དེ་རྒྱ་སྐད་དུ་བྱས་ན Kumar Jivasaar Jivasaar རེད། རྒྱ་ནག་སྐད་དུ་བསྒྱུར་བཞག་པའི་མགོན་པོ་ཀླུ་སྒྲུབ་ཀྱི་གསུང་སྟོང་ཕྲག་བརྒྱ་པའི་འགྲེལ་ཆེན་ཅིག་ཡོད་རེད། ད་དེ་ང་ཚོའི་བོད་སྐད་ཐོག་ལ་ཡོད་མ་རེད། ཡིན་ན་ཡང་ད་རྒྱ་སྐད་ཐོག་ལ་ཡང་དེ་འདྲའི་འགྲེལ་ཆེན་དེ་སྟོང་ཕྲག་བརྒྱ་པ་ང་ཚོས་འབུམ་གྱི་འགྲེལ་པ་བརྗོད་པ་རེད་འབུམ་གྱི་འགྲེལ་པ་བརྒྱད་པོ་བཞི་པོ་བརྗོད་པ་རེད་ད་དེ་བོད་སྐད་ཐོག་ལ་གཅིག་བསྒྱུར་བ་ཡིན་པས་ན། ཨ་ན་བྷ་ཇེ་ཅིག་པོ་ཏི་ལྔ་དྲུག་ཅིག་ཡོད་ས་རེད་བསམ་བསམ་རང་བཞིན་འདུག་དེའི་ནང་ལོགས་ལ་ཡང།

དེས་ན་ད་མདོ་ལུང་དང་པོ་དེ་ལ་ག་རེ་གསུངས་འདུག་ཟེར་ན། ཨ་ནི། དད་པ་ནི་ལག་པ་དང་འདྲ་སྟེ། གལ་ཏེ་གང་ཟག་གང་ལ་ལག་པ་ཡོད་ན་ནོར་བུའི་གླིང་དུ་འགྲོ་བའི་ཚེ་ནོར་བུ་ཅི་དགར་ལེན་དུ་ཡོད་པ་བཞིན་དུ་དད་པའང་དེ་དང་འདྲ་སྟེ། སངས་རྒྱས་ཀྱི་ཆོས་ཟག་པ་མེད་པའི་དབང་པོ་དང་སྟོབས་དང་བྱང་ཆུབ་དང་ལམ་དང་བསམ་གཏན་གྱི་ནོར་བུའི་གླིང་དུ་ཞུགས་ནས་ཅི་དགར་ལེན་དུ་ཡོད་དོ། དད་པ་མེད་པ་ནི་ལག་པ་དང་བྲལ་བ། ལག་པ་བྲལ་བ་དང་འདྲ་སྟེ། ལག་པ་དང་བྲལ་བའི་མི་ནི་ནོར་བུའི་གླིང་དུ་སླེབས་ཀྱང། ཅི་ཡང་ལེན་དུ་མི་བཏུབ་པ་བཞིན་དུ་དད་པ་མེད་པ་ནི་དེ་དང་འདྲའོ། བདག་ལུང་དེ་འདི་ཅི་ཐུབ། ང་དང་དད་པ་ཟེར་བ་འདི་ང་ཚོ་ལག་པ་ན་བཞིན་རེད། བདག་ལག་པ་གཉིས་ཀ་མེད་པ་ཡིན་ན། ཨ་རི་ཅིག་སོ་སོ་ཅིག་ནོར་བུའི་གླིང་ཅིག་ལ་སླེབས་ནས་དཔེ་དེབ་སོ་སོའི་གི་གཡས་གཡོན་ཚང་མ་ལོ་གཅིག་རིན་པོ་ཆེ་དང་ནོར་བུའི་ཁང་དུ་ཡོད་ན་ཡང་ནོར་བུ་དོག་པོ་གཅིག་ཡས་ལན་ཐུག་པོ་མ་རེད། འོ་ད་དེར་གཅིག་པ་བྱས་བྱས་ཨ་ན་གཅིག་སངས་རྒྱས་ཀྱི་བསྟན་པ་ལ་ཡག་གཅིག་ཞུགས་པ་ཡིན་པས་ན་ཡང་དང་པོ་ངས་ཞུགས་དགོས་ར་ཐུག་པོ་མ་རེད། ཞུགས་ནས་གཅིག་དེ་ལ་ཞུགས་ནས་ཨ་ན་ད་གཅིག་ག་ཧྲུ་རེད་ད་གཅིག་ཆོས་ཉམས་སུ་ལན་ཐུག་པོ་མ་རེད། དེ་གཅིག་རེད། ད་དེ་ནས་མདོ་ལུང་གཉིས་པ་དེ་ལ་ཨམ། གལ་ཏེ་གང་ཟག་གང་ལ་དད་པ་དང་ལྡན་པ་དེ་ནི་ང་ཡི་ཆོས་ཀྱི་རྒྱ་མཚོ་ཆེན་པོར་ཞུགས་ཏུ་བཏུབ་ལ། དགེ་སྦྱོང་གི་འབྲས་བུ་ཡང་ཐོབ་ཏུ་ཡོད་དོ། མགོ་རིག་པ་དང་ཆོས་གོས་གྱོན་པ་ལ་དོན་ཡོད་དོ། གལ་ཏེ་དད་པ་མེད་པ་དེ་ནི་ངེད་ཀྱི་ཆོས་ཀྱི་རྒྱ་མཚོར་ཞུགས་ཏུ་མི་བཏུབ་ལ། སྡོང་པོ་སྐམ་པོ། རྐང་པ་ལ་འབྲས་བུ་མི་སྨིན་པ་བཞིན་དུ་དགེ་སྦྱོང་གི་འབྲས་བུའང་ཐོབ་ཏུ་མེད་དོ། མགོ་བོའི་སྐྲ་བྲེག་ཅིང་གོས་ཀྱིས་མཚོན་གྱུར། མདོ་སྡེ་མང་པོ་ཀློག་ཅིང་དྲི་བ་དང་ལན་ལྡོན་པ་ལ་མཁས་པར་གྱུར་ཀྱང་སངས་རྒྱས་ཀྱི་ཆོས་ལ་བརྟེན་ནས་ཅི་ཡང་ཐོབ་པར་མི་འགྱུར་རོ། ཞེས་བྱའི། བདག་གང་ལྟར་ཅིག་དད་པ་བསལ་ཏེ་དམ་པའི་ཆོས་ཀྱི་སྒོ་ལ་ཞུགས་ཡག་པའི་ཆ་རྐྱེན་ཨང་གི་དང་པོ་རུ་དེ་དེ་ཡིན། དང་གལ་ཆེ་ཤོས་དེ་དེ་ཡིན། ཞེས་བྱའི། གསུངས་བཞག་པ་གཅིག་རེད།